དངོས་གནས་བྱས་ན་ང་གནས་ལས་ཁང་ལ་འདུག་ཐོག་རྒྱ་འདི་འདྲ་བྱས་རེད་ཡིན་ནས་ངའི་པ་ལགས་དང་ཨམ་ལགས་ཁོ་རང་གཉིས་དེ་གཅིག་ཁོ་རང་གཉིས་ཕན་ཚུན་འཆམ་པོ་མེད་པའི་རྐྱེན་གྱིས་ཨ་ནི་པ་ལགས་ཀྱིས་ཨམ་ལགས་ལ་སངས་བྱས་ནས་ང་ད་ལྟ་བལ་ཡུལ་ལ་ཡེ་ཤུའི་ཚོགས་པ་བྱས་ཡོད་རེད།

ཕ་མ་གཅིག་མེད་གྱོ་ད་བུ་ད་ཡ་མ་ན་བད་ད་དྲུག་ཡིན་གྱོ་དེ་འདྲས་རེད་བ་ཨ་ནི་ད་ང་རང་བོད་པ་ཞིག་ཡིན་དུས་དེ་འདྲས་སྐད་ལ་བསྡད་དུས་དེ་ཡང་ལོ་ལོ་རྒས་སྡད་ཡོད་བ་ཨ་ནི་ང་རང་བསམ་པ་ལ་ང་རང་ཨུམ་ཁ་རེད་ང་རང་ཡང་ཁོང་ཚོ་ན་ཞིག་ད་དྲུག་ཡིན་པ་ད། ཨ་ནི། ཁ་སོགས་རེད། ང་རང་ལ་ནང་མི་དག་ཅིག་བསྟེན་ས་དང་ཕ་མ་འདི་ལ་ས་མེད་པ་ཨེ་འདི་འདུག་ཅིག་ང་དེ་འདྲའི་བསམ་བློ་ཤུགས་ཆེན་པོ་ལེན་ཉེ་རོ། ཨ་ནི། སྤྱི་ཚོགས་འདི་ནང་ལ་ཁ་རེ། ད་ཁ་སོགས་རེད། ཆོས་ལུགས་འདི་ཡི་ཤུའི་ཆོས་ལུགས་འདི་སོ་སོ་ད་ཁ་སོགས་རེད། བྱེད་དགོས་དུས་ཨ་ནི། ཅིག། སྐད་དང་དེ་ཚོ་གང་ཅིའི་ཐོག་ནས་རིག་གཞུང་དང་འདི་འདྲའི་དང་ང་རྒྱང་ཐག་རིང་པོ་ཆགས་ཟེར་རོ། ཅེས་བརྗེད་ལ་ད་ཨམ་ལགས་ཚུ་འདི་ག་རེད་ལོ་མང་པོ་རྒྱུན་ནས་ད་ཨམ་ལགས་ང་ཉི་མ་གཅིག་ཐུག་ག་ཡོང་ཟེར་བ་ཨ་འདི་དུས་ཨམ་ལགས་དང་ང་གཉིས་བར་ལ་སྐད་ཀྱི་ཆ་ནས་ད་གོ་བརྡ་མ་འཕྲོད་པ་དང་དེ་འདྲས་མང་པོ་བྱུང་ཟེར་བ་ཨ་ནི། ཨ་མ་ལགས་ཀྱིས་ང་དུ་བ་ཆོས་དོན་འདི་འདྲའི་སྐོར་བྲ་ཆེ་དུས་དགའ་བསུ། ངས་ཕྱི་སྒོར་དུ་བ་རྒྱ་དེ་འདྲ་ཆེ་དུས་ཨ་མ་ལགས་བློ་ཕམ་པོ་ཞེ་བོ་བྱུང་ཤར་བ། མིག་ཆུ་ཡང་བཏང་ཟུར་བ་ནི། ཨ་ནི་ཨ་མ་ལགས་ཀྱིས་ད་ལྟ་ངའི་བུ་མོ་བོད་པ་ཅིག་ཡིན་ན་ཡང་ད་བོད་པའི་སྐད་ཡང་ཤེས་ཀྱི་མི་འདུག་ཟུར་བ། བོད་སྐད་ཡང་ཤེས་ཀྱི་མི་འདུག་ཨ་ནི་ད་ག་ནས་ཤེས་ད་ཆོས་དང་རིག་གཞུང་དང་དེ་འདྲའི་ད་དྲི་མ་ཁེལ་ཁེལ་མི་འདུག་བསམ་བྱས་ནི་ཨ་མ་ལགས་ཀྱིས་ད།

ང་ཚོ་སྒོ་ར་མ་ཕེ་ལ་རྒན་ལུང་རིགས་རྣམས་ང་རང་ལ་ཆ་ཚང་པ་ཡིན་ན་ནི་བཀའ་དྲིན་ཆེ་ཤོས་དེ་ཡིན་རེད་བ། གར་བྱེད་རྣམས་ན་ང་ཚོ་མི་ཚེ་རྣམས་ལ་དགེ་ལ་དེ་འདྲའི་མཚམས་རེ་ཙམ་ཡག་པོ་དེ་འདྲའི་ཐུགས་བྱས་ནི་ད་སོ་སོ་པའི་དེ་ག་ལ་འོ་རེད།

གཙོ་བོ་འདི་དག་ང་རང་ཁ་སོགས་རེད་རྒན་ལགས་ཀྱི་ལམ་སྟོན་འོག་ལ་ད་སོ་སོ་འདི་འདྲའི་གོ་སྐབས་བྱུང་ཟེར་ལམ་སྟོན་རྒན་ལགས་ལམ་སྟོན་ཞུ་ཡ་འགྲོ་སྟངས་གཅིག་ཨ་འདི་ཞུ་དུས་ད་ང་རང་མི་ཚེ་ནང་ལ་ད་ང་རང་བོད་པ་ཡིན་མོད་ད་ར་འཕྲོད་ར་འཕྲོད་བྱེད་ཡ་ཞིག་རོ་དེ་ཡི་གོ་སྐབས་འདི་ང་རང་དགེ་ལུགས་མི་སྣ་རྣམས་ལགས་ཀྱི་གནང་ཟེར་བ

ངས་ཚགས་པར་འདི་ཁ་སང་གི་གསལ་བསྒྲགས་དེ་མཐོང་ས་དེ་ནི་ངས་སྐད་ཡིག་དགེ་ལ་དགེ་དབྱངས་སྒྲོན་ལ་རེད་རོ། དགེ་དབྱངས་སྒྲོན་ལ་མ་ར་ཏྲ་བུ་ཆོས་མཚོན་པ་ཡིན་ནི་དེ་བ་ར་ན་སི་ནས་ཐོན་ཁ་སོགས་རེད་ཐོན་བྱས་ནི་ཡ་ང་ཚོ་ཕ་གི་སྐད་ཡིག་དགེ་རྒན་བྱས་ཁ་སླེབས་རོ། བ་ར་ན་སི་ཡ་ན་ག་འདྲ་ཡོད་རེད་ལ་ནི་སྐད་ཆ་དྲི་ངེས་རོ།

ནང་སེམས་འདི་ག་འདྲས་འགྱུར་བ་བཏང་དགོས་ཡོད་མེད་དང་དེ་འདྲས་ཐོག་ལས་དུས་འདི་ད་ང་མ་ཤེས་རང་ཤེས་རེད་བསམ། ཨ་ནི་ད་ང་རང་ཨུ་ཙི་ཐར་རྒྱལ་ཅན་ཡིན་མ་རེད་མ་རེད་རྒྱལ་ལ་དཀའ་ལས་ག་རེ་ཡོད་ནས་ང་རང་དཀའ་ལས་རྒྱལ་ཡིན་དཀའ་རེ་དཀའ་ལས་རྒྱལ་ལ་ང་སེམས་ཁྲལ་མི་འདུག་ལ་ཡིན་རོགས་ཨ་འདུག་བྱས་ནས་ཨ་ནི་རྒྱལ་ལ་རྒྱལ་ཡིན་ནས་དེ་འདྲས་ཡོད་ན་འགྲིག་གི་རེད་ལ། ཨ་ནི་འུ་འདུག་བྱས་ནས་ད་གང་ལྟར་ང་དེ་འདི་ཡིག་རྩལ་བཏང་ཡིག་རྩལ་བཏང་བྱས་ཨ་ནི་དེ་དུས་ཡིག་རྩལ་བཏང་ནས་བརྒྱ་དང་བཞི་བཅུ་ལྷག་ཟེར་ན་བྱས་རེད་འདུག་ཨ་ནི།

བཅུ་རྩ་སྦྱོང་གི་འདུག་བ། དེའི་ནང་ནས་དང་པོ་ངས་ཨང་ཀི་དམར་པོ་བརྒྱབ་བཞག་ཡིན་དཔེ་མི་སྲིད་མཁན་ཆེན་པོར་ད་དེ་དང་པོ་དེ་གར་དོ་དམ་པའི་ཆོས་བསྒྱུར་བའི་ལུགས་ནི་དོན་དང་ཡང་མེ་གལ་ལ་བོད་སྐད་ལ་ཡང་གར་འདེ་བར་གྱིས་ཤིག་ལ་རེད། འདི་རེད་ད་དོན་ཚན་དང་པོ། Point དང་པོ་དོན་ཚན་དང་པོ། ད་དེ་དུས་གཙོ་བོ་འགྱུར་ཡ་ནང་ཆོས་བསྒྱུར་གི་ཡོད་རེད་བ་ང་ཚོས་རེད་བ། བོད་ནང་ལ་ཡ། དུས་རབས་བདུན་པ་ནས་ཆེས་དང་པོ་གར་བསྒྱུར་རེད་དམངས་ཆེན་ནང་ཆོས་བསྒྱུར་རེད་བ།